ཀྱེ་ཆོས་འཕེལ་ཚང་ཚོས་མཚམས་འདྲིར་ཞི་ལས་ཁོ་པ་ཨོ་ན་སེང་གེ་རྣམ་པ་སེང་གེ་སེང་ལོས་བྱས་པ་དེར་ཕག་སྐྱེས་ཚང་མས་གླེང་སྟེགས་ཡི་གེ་ལ་འདོན་ཏེ་ལག་ཕེབས་པར་གོས་སུ་ཞུས། དེ་རིང་གི་བརྙན་ཐུང་དེ་གནས་མཆོག་རྡོ་རྗེ་གཏེར་ནས་རྒྱག་འཛིན་ཞུ་འོས་འདུག་ད་དེ་རིང་བརྙན་ཐུང་གི་བརྗོད་བྱ་གཙོ་བོ་དེ་ག་རེ་ཞུ་དགོས་ན་ཁལ་བཟའ་ས་ལྷག་པ་ལྷ་ཁང་ཉིན་མོ་དེ་ཡོད་དེ་ནས་བལ་ཡུལ་ནོར་བཟང་དཔེ་ཁང་གི་བྱིན་བདག་ལི་ཐང་དབྱིག་གཉེན་ལགས་ཀྱིས་ལེན་པའི་མི་སྡུག་ཞེས་པའི་དཔེ་དེབ་དེ་དབུ་འབྱེད་མཛོད་སྒོ་གཅིག་ཏུ་ཚུགས་པ་རེད། ད་དེ་ལ་ཡང་མཛད་བོ་ལ། སྐུ་མགྲོན་གྱི་གཙོ་བོ་དེ་ད་ང་རང་ཚོས་ལན་བོད་མི་སྡོད་ཀྱི་རྩོམ་པ་པོ་དང། དེ་ནས་མོ་རང་གི་པ་ལ་རེད། ད་ལན་བོད་མི་སྡོད་ཀྱི་རྩོམ་པ་པོ་མོ་གྲོས་མདོར་ཙམ་ཞུས་པ་ཡིན་ན། མོ་རང་གི་ཁྱིམ་ཚང་གི་མིང་དེ་ལ་ཡང་ཡོན་ཏན་ཚང་ཟ། མོ་ནས་ཁྱིམ་ཚང་གི་མིང་དེ། མོ་ནས་མིང་དོན་མཚུངས་པ་ཞིག་རེད་ཤག་ཡོན་ཏན་ཚང། མོ་རང་གི་མིང་ལ་ཡང་ཡང་བསྐྱར་འགྲོ་མ་བྱེད་ཀྱི་འདུག་འབོད་ཀྱི་འདུག་ད་ལྟ་མོ་རང་ལོ་བཅོ་གསུམ་ལ་སོན་པ་དེ་འདྲས་ཤིག་རེད། མོ་ནི་བུ་མོ་ཆུང་ཆུང་ངུ་ཞིག་རེད་དོ། སོང་ཙང་བུ་མོ་ལོ་ཆུང་གཅིག་གི་ཡར་ལན་བུད་མེད་ཚོ་ཅེས་པའི་རྩོམ་གྱི་དཔེ་དེབ་དེ་སྙན་རྩོམ་ཟེར་ནས་བྲིས་ཀྱི་འདུག་ད་སྙན་རྩོམ་གྱི་དཔེ་དེབ་དེ་འདྲས་ཅིག་ཏུ་དབུ་འབྱེད་བྱས་པ་རེད། ད་འདི་འདྲ་བོ་བྱེད་ཚེ་ན་དོན་དེ་གཉིས་པ་རེད། སོང་ཙང་ལོ་བཅོ་གསུམ་ཅན་གྱི་བྱིས་པ་ཞིག་གིས་དངོས་གནས། དེ་འདྲའི་དཔེ་དེབ་ཅིག་སྟོན་ཐུབ་པ་དེ་དངོས་གནས་ཧང་སང་ཡ་རེད་བསམ་གི། མཛད་སྒོ་ཐོན་རེ་ཡིན་པ་ཡིན་ན། ད་རྩོམ་པ་པོ་རེ་ད་ནས་བཞིན་བོད་ཀྱི་སྐད་ཡིག་ལ་ད་ཅིག་དུང་བ་ཡོད་པ་དེ་འདྲའི་ག་ལ་གང་འཚམ་ཞིག་བས་བཞག། ང་ཚོ་བོད་མི་མང་པོ་ཞིག་ག་ལོར་དུས་མཚོ་མ་འབྱོངས་པའི་ནས་གང། དེ་ནས་བོད་ལ་ཡ་མཛད་སྒོ་དེ་ཚོགས་པ་དེ་ཚ་ཚ་འུར་འུར་ཞིག་བྱུང་སོང། དེ་ནས་ང་རང་ལུག་ཕྱེ་བཙོན་པའི་ནང་ད། མོ་རང་འཕྲད་པ་ཐེངས་དང་པོ་ཡིན་ཐུག་པ་དེ། ད་ནས་བཞིན་མོ་རང་སྐོར་ལ་ཡར་ཐུག་ཚེ། སྔ་མའང་གོ་མྱོང་མེད། དེ་ནི་ཁྱོད་ཚོ་མ་རེད་ད། ཅེས་སྐད། བརྒྱུད་ལམ་ཁག་ལ་དུས་བསྟོད་ཡོང་དུས་སྐབས་སུ་ལ། མོ་རང། རྒྱ་གར་གྱི Bollywood ལོ་ངན་ཅིག་ནང་ལོར་ཡང་དུ་བྱ་བྱེད་ལེན་བཞག

རྒྱབ་སྐྱོར་གྱི་ཆེད་དུ་ཡང། ལེན་པའི་མེ་ཏོག་གི་དཔེ་དེབ་དེ་རྣམ་པ་ཚོའི། གཟིགས་རོགས་གནང་ཞུ་བ་ཡིན། གོང་སྐྱེས་པ་ཞེ་དྲག་རེད་རྒྱ་གར་སྒོམ་རྒྱལ་རེད། ད་དཔེ་དེབ་དེ། ནོར་བཟང་དཔེ་ཁང་ནས་རེག་གི་རེད་སོང་ཙང་ནོར་བཟང་དཔེ་ཁང་གི་ཁ་བྱང་དེ་གས་དེ་ཉིན། གཤམ་ལ་ཡང། འབྲེལ་ཆ་ཡི་གམ་ནང་ལ་འདུག་ཟེར་ཤག་ཡོད། ད་ལྟ། གལ་སྲིད་དོལ་རྟེན་ནས་གཟིགས་འདོད་ཡོད་པ་ཡིན་ན་ད་ལྟ། དོལ་རྟེན།

དངོས་གནས། ཁོར་ཟེར་བ་ལས་ད་ཅིག་བོད་ཀྱི་སྐད་ཡིག་ལ་ཡང་ཞབས་འདེགས་ཟེར་ནས་མ་ཟེར་ནས་ད་ཁ་འཆར་གི་ཡོད་རེད་སོང་ཙང་ང་ཚོས་ངེས་པར་དུ་ཡང་རྒྱབ་སྐྱོར་གནང་དགོས་རེད་སེམས་གི། རྗེས་ན་དེ་རིང་ཉིན་སྟོང་གི་བརྗོད་བྱ་ད་ག་ཡིན། ཚིག་མཛེས་གནང་བ་དེ་ལས་ཉིན་ལྟར་བ་ནི་ཐུགས་རྗེ་གནང། སེམས་ཏེ། ལེ་ཚན་བརྗེད་མེད་ནང་བསྐྱར་དུ་བརྗེད་ཡོང། དེ་བསུ་དང་རྣམ་པ་ཚོ་སྐུ་གཟུགས་ལ་ཐུགས་རྗེ་གནང་གོ། ཞུ་དན་བྱ་འོ། སྙན་གསེང་གནང་བ་བཀའ་དྲིན་ཆེ། སྐད་རིགས་མང་པོ་ཤེས་ན་བཟང་མེད་ཀྱང་རང་གི་ཕ་གི་ཆེ་ན་ངོ་ཚ་ཡིན།